ད་ལྟ་གི་ཅིག་གི་རྒྱལ་སྤྱིའི་གི་ཐོག་ན་ད་ང་ཚོ་གཏམ་བཟང་ཟིན་ན་རེད་ཨ་ནི་གནས་ཚེ་ཡག་ཨ། ཅིག་ང་ཚོ་དོར་སྣང་བྱེད་དགོས་ཡ་ཅིག་ག་རེ་རེད་ཟིན་ན། ཨ་ནི་དབྱི་རང་ནང་ལ་གསར་བརྗེ་ཅིག་འགྲོ་གི་འདུག་ད་དེ་ང་ཡིན་ན་དོར་སྣང་ཞེ་དྲག་བྱུང། དེ་གསར་བརྗེ་དེ་ག་རེ་རེད་ཨ་ན་ཨ་ནི་དབྱི་རང་ནང་གི་ད་ཨ་ནི་བུ་མོ་དེ་གཟུགས་གི་ཨ་ནི་ཁ་ཆེ་གི་ད་ད་ལྟ་གི་ང་ཚོ་མགོ་རིལ་དེ་བཀོལ་འགོ་གོ་ར་ངེས་པར་དུ།

ཨ་ནི་བསྟན་སྲུང་ཉེན་རྟོག་པ་ཟེར་ཡ་ཅིག་ཡོད་རེད་ད་ཁོ་ཚོ་ཉེན་རྟོག་པ་རིགས་གཉིས་ཡོད་རེད་ཅིག་ཨ་ནི་མང་མི་མང་གི་ཉེན་རྟོག་པ་བཅས་ཅིག་བསྟན་པ་སྲུང་ནས་གི་ཨ་ནི་དམངས་སྲུང་དང་ཨ་ནི་བསྟན་སྲུང་གི་ད་ཉེན་རྟོག་པ་གཉིས་གི་ཐོག་ནས་བསྟན་སྲུང་གི་ཉེན་རྟོག་པ་དེ་ཚོ་གི་བུ་མོ་དེ་ཁྱེད་འགྲོ་ནས་ཅིག་ཨ་ནི་བུ་མོ་དེ་ལ་ད་བཙན་གཡེམ་གྱིས་བཙན་ཤེད་ཀྱིས་འདྲ་མི་འདྲ་བྱས་ནས་ཉི་མ་ཁ་ཤས་ཀྱི་རྗེས་ནས།

ཨ་ནི་པར་མེ་བརྒྱ་པའི་ཡ་དང་ཁྲོམ་ཐོག་ནས་ཨ་ནི་དེ་འདྲའི་ཅི་བྱ་ད་དེ་ཅི་ནི་གང་ལ། གསར་བརྗེའི་དེའི་བལ་ད་ད་ཤ་དང་རི་སྤི་གསང་ནས་ཨ་ནི་ད་ཡ་ཐོན་གི་ཡོད་པའི་རྣམ་པ་ཅིག་རེད་དེ་འདྲའི་གི་གསར་བརྗེའི་དེ་འདྲའི་ཅིག་ག་བ་ཡོད་ན་དེ་མིའི་རིགས་གི་སྙིང་སྟོབས་གི་ཆ་ཤས་ཅིག་ཡིན་པ་སོང་ཙང་ང་ཚོ་དེ་ལ་རྗེས་སུ་ཡི་རང་བྱེད་དགོས་ཡ་ཧ་ཅང་གལ་ཆེན་པོ་རེད་དེ་ལ་བརྟེན་ནས་ཀྱི་ཨ་ནི་ཁ་ཆེའི་གི་ཡུལ་ལུང་མང་པོ་ཅིག་གི་ཡུལ་སྲོལ་གོམས་འདྲིས་མ་དག་པ་དེ་ཚོ་ཨ་ནི་ཅིག་བསྒྱུར་བྱེད་འགྲོ་ཡ་གི་རེ་བ་ཅིག་ཡོད་རེད།

ད་ངོ་མ་སྐྱབས་མགོན་རིན་པོ་ཆེ་གི་ཅིག་གསུངས་ཡོད་རེད་ཨ་ནི་ངས་ཨ་ནི་དབང་ཆ་འདི་ན་རེད་ད་གོ་གང་ཟེར་ན་རེད་འདི་ཚོ་དྲིན་དུ་མི་མང་ནང་ན་རྩིས་མཐོང་ཡོད་པའི་ཁ་ཐུག་ལ་ཨ་ནི་མ་ཅིག་གི་ཆབ་སྲིད་ཀི་དབང་ཆ་དེ་ཚོ་སྤྲད་ཤ་ན་ཡག་པོ་ཡོད་རེད་ཉི་མ་ཅིག་ཨ་ནི་རྡོག་རྒྱག་རྒྱབ་ནི་སྤི་ཡ་གི་ཉེན་ཁ་ཡོད་རྩེ་ཅིག་རོ་འོ་ད་དེ་ཚོ་མ་འོང་སྔོན་རྩིས་ཀི་ལུང་བསྟན་རང་རེད་ད་ཨ་ནི་ཁ་ཆེ་གི་ད་ད་གི་དེ་ཆེ་སྤུན་དེ་མགོ་ཡོང་དགོ་རེད་ཁོ་ཚོ་དུས་དུ་སྤྱི་ཚོགས་ནང་ལ་ཆེ་མཐོང་ཞེ་དྲག་ཡོད་བ་རེད་ད། ནི། དེ་ནི་ཆོས་ལུགས་ཀྱི་དར་ཆ་རེད་དེ་ཚོ་ཁག་ཁྱིས་ནས་ཀྱིས་མི་མང་ལ་གཉའ་གནོན་ཞུས་ནི་རེད་བ། ཡིན་ན་གསར་བརྗེ་ཟེར་ཡ་དེ་སླེབས་པའི་ཁ་ཐུག་ཅིག་ལ་ཁོ་སླེབས་ཀི་རེད། ནི་དེ་ཡིན་པ་སོང་ཙང་ད་ད་ལྟའི་སྐབས་ལ་ད་ངོ་ནས་དྲང་ནས་ནི་མགོ་དེ་འདྲ་ཡོང་གི་ཡོད་བ་རེད། དེ་ཡིན་པ་སོང་ཙང་ཕྱི་སྲིད་ཟུང་འབྲེལ་གྱི། ནི་ད་ལམ་ལུགས་ངན་པ་ནི་མ་དག་རྒྱུན་ཅི་མ་སོང་ནོ་གཞི་ལུང་འདི་ཚོ་གི། ནང་ལ་གསར་བརྗེ་ཡོང་པ་དེས་ང་ཚོ་བོད་པ་ལ་ཆ་བཞག་ན་གལ་ཆེན་པོ་ཆགས་འདུག་ག་རེད་ན། འདི་ན་ང་ཚོ་བོད་པ་ལ་མིག་དཔེ་ལྟ་ཡ་དང། ནས་སྤྱི་ཚོགས་རང་བཞིན་གི་ཐོག་ནས་བཤད་ན་ང་ཚོ་ལག་གཅིག་ག་རེ་བྱེད་དགོས་གི་འདུག་དེའི་ཕྱོགས་དེ་རེད། ད་ཕྱི་སྲིད་ཟུང་འབྲེལ་ཟེར་འདི་ལམ་ལུགས་སྡིག་སྐྱག་ཅིག་ཡིན་པ་གི་གཙོ་བོ་འདྲ་བོ་ག་རེ་རེད་ན། ཡུལ་སྲོལ་གོམས་འདྲིས་ཁྱོ་ཧང་ལམ་ལུགས་འདི་མོ་འདི་ཆ་ཚང་ལ་ནས་ཆོས་ལུགས་ལ་སྦྱར་ནས་དེ་བྱེད་གི་ཡོད་པ་མ་ཟད། ནས་ད་ཡུལ་སྲོལ་གོམས་འདྲིས་མ་བརྩིས་པ་ཡིན་ན། ཨ་ནི་དེ་ཁྲིམས་འགལ་ཡིན་པ་ད་ད་ད་གི་ཅིག་མགོ་འཁྲིད་དེ་ཚོ་ལ་སྐྱོན་བརྗོད་བྱིན་པ་ཡིན་ན་ད་དེ་ཁྲིམས་འགལ་ཡིན་ད་ལེན་དེ་ཡིན་པ་སོང་སོང་དེ་ཅིག་ནི་ཅིག་ཨ་ནི་དེ་ད་ཁྲིམས་གི་ངོ་བཟོ་ནི་ཅིག་མི་མང་ལ་གཉའ་གནོན་གཏང་གི་ཡོད་རེད་ད་ཡིན་ན་ག་ལེ་ག་ལེ་དེ་ཨ་ནི་འགྱུར་བ་ཅིག་འགྲོ་ཡག་གི་ད་རེ་བ་ཡོད་རེད་རྒྱལ་སྤྱིའི་ཐོག་ན་སྔོན་མ་མང་པོ་རེད་ད་ད་ད་དེ་ཚོ་ལ་མ་ཁད་ཅིག་ནི་མང་ཆེ་བ་ཟིག་རྩར་རྫོགས་འགྲོ་ཡོད་རེད་ད་ད་ད་འདི་འདྲ་རེད་ཟིག་གཉིས་ཟིག་ལྷག་ཡོད་རེད། ཇི་སྲིད་ཟུང་འབྲེལ་གྱི་ལམ་ལུགས་ཟེར་ཡ་འདི་གཅིག་ཡོད་ད་འཇིག་སྔ་མ་དེ་ག་རེ་ན་གང་ཟག་གི་དབང་བསྒྱུར་འོག་ལ་འགྲོ་དགོས་པར་ད་འདི་ཨ་ནེ་ཆོས་ལུགས་ཀྱི་ཆབ་སྲིད་ཟིན་ཆོས་ལུགས་ཀྱི་ཐོག་ནས་དེ་མགོ་འཁྲིད་ཀྱི་ལག་པ་ལ་ཆབ་སྲིད་བཞག་བླ་མ་འདྲ་བོ་དེ་འདྲའི་གི་ཨ་ནེ་ཟིན་དེ་ནས་དེ་གང་ཟག་གི་ཁྲིམས་འདི་ཁྲིམས་གི་སྒང་ལ་གང་ཟག་བཞག་ནས་བྱས་ནས་ཁྲིམས་གི་སྒང་ནས་གང་ཟག་གི་ཁ་བསྐོ་པ་འཐེན་ཆོག་ནས་ད་དེ་འདྲས་བྱས་ནས་ཇི་སྲིད་ཟུང་འབྲེལ་གྱི་ལམ་ལུགས་སྡུག་སྐྱ་ཡིན་པའི་གནད་དོན་གཙོ་བོ་གཅིག་དེ་ཐུག་བ་རེད། དེ་གཅིག་རེད་ན་ད་ལྟའི་དེ་འདྲའི་གི་ཁ་ཆེའི་ནང་ནས་དེ་འགྱུར་བ་ཅིག་འགྲོ་ན་དེ་མིའི་རིགས་ཀི་མིག་དཔེ་ཅིག་རེད་ང་ཚོ་ལ་ཕན་ཅིག་ཐོག་གི་རེད་དེ་གི། ཨ་ཏི་དེ་རིང་གི་ངའི་འདིའི་ལེ་ཚན་ནང་གི་ད་དོན་ཚན་གཅིག་ཡིན་དེ་རང་དེ་ལ་ད་ང་ཤེས་ཡ་ཁ་ཤས་ཅིག་ར་ཤི་ཡ་གི་དམག་འཁྲུག་གི་དོན་དང་ཨ་ནི་ཞི་ཅིན་ཕིན་གི་ཨ་ནི་ད་སྲིད་དབང་སྒེར་གཅོད་ད་རྒྱ་ནག་གི་ཚོགས་ཆེན་ཉི་ཤེ་པ་གི་ཐོག་ནས་མུ་མཐུད་དུ་སྲིད་ཅིན་ཕིན་ཡ་རབས་བསྐོ་བཞག་བྱས་ནས་འགྲོ་གི་རེད་འགྲོ་གི་མ་རེད་འདི་ཟོ་ཅིག་ཡིན་ན་དེའི་སྐད་ཆ་དེ་ལ་དེ་ཚོ་ལ་ལག་པ་མ་འཆང་ནོ་གི་སྔོན་ལ། ངས་ང་ཚོ་བོད་པ་ཀྱི་སྤྱི་ཚོགས་ནང་ལ་ད་ལྟ་བསླངས་བསྡད་ཡོད་པ་གི་གནད་དོན་ཁ་ཤས་ཀྱི་ཐོག་ལ་སྐད་ཆ་ཅིག་བཤད་དགོས་བསམ་སོང། དེ་གཉིས་ག་རེ་རེད་ཟེར་ན། གཅིག་དེ་ཨ་ཅཱ་ར་ཡེ་ཤེས་ཕུན་ཚོགས་སྔོན་མ་དྲིན་ཚོགས་ཀྱི་ཚོགས་གཙོ་གཞོན་པ་གནང་མྱོང་ནས་གི་ཨ་ཅཱ་ར་ཡེ་ཤེས་ཕུན་ཚོགས་ལ་ཨ་ནི་ཁོ་རང་ཚོ་གི་ད་མི་ཁོངས་ཁོ་མངའ་རིས་རེད་དེ་ཡིན་པ་སོང་ཙང་ཁོ་དང་ཨ་ནི་སྔོན་མ་གི་ཚོགས་གཙོ་ཟེར་བ་པད་མ་འབྱུང་གནས་གཉིས་བྱ་ལ་ཨ་ནི་ད་རེས་མངའ་རིས་སྤྱི་མཐུན་ཚོགས་པ་གི་ངོས་ནས་གཟེངས་རྟགས་གཅིག་སྤྲད་ཀི་ཡོད་པ་དེ་ཨ་རིས་ན་དེ་འདྲས་ཅིག་བྱས་ཨ་ནི་ཁོ་ཚོ་དེ་ལ་ཨ་ནི་གཟེངས་རྟགས་དེ་ལེན་གི་འགྲོ་བའི་ཁ་ཐུག་ལ་ཨ་ནི་ཨ་ཅ་ར་ཡེ་ཤེས་ཕུན་ཚོགས་གི་སྔོན་མ་ཅིག་ལ་ཨ་ནི་ད་ལོ་བཅའ་བཅུ་བཅོ་ལྔ་ཟིག་གི་ལོ་བརྒྱད་དགུ་བཅུ་ཟིག་གི་སྔོན་ཟིག་གི་སྐད་ཆ་ཡིན་ས་རེད་དེ་དེ་ཟིག་ལ་ཨ་ནི་བུ་མོ་ཅིག་གི། ད་སྐྱེ་མེད་ཅིག་རེད་ད་སྐབས་དེ་རིང་སྤོ་མོ་ཡིན་གྱི་ར་ནི་མོ་ཐུབ་ཚོད་དང་ཡོད་སི་ཨ་ནི་མོ་བཙན་ཡོམ་དང་ཡོད་སི་ད་དེ་འདྲའི་གི་གནས་སྟངས་ཅིག་ད་ད་འདི་བཤད་ནི་ཅིག་ད་དེའི་ཐོག་ལ་ཨ་ནི་མི་མང་གི་ད་མི་མང་ཟེར་ན་མི་འདུག་སྤྱི་ཚོགས་ཐོག་ལ་ད་དུ་བརྗོད་གཞི་འདྲ་བོ་ཆེན་པོ་ཅིག་ཆགས་ནི་ཅིག་ད་ལབ་ཀྱི་ལང་ཀྱི་ཡོང་གི་འདུག་ཨ། དེ་ཡིན་པ་སོང་ཙང་ངས་དེའི་ཐོག་ལ་སྐད་ཆ་ཅིག་བཤད་དགོས་བསམ་སོང་ད་དེའི་ཐོག་ནི་ང་ཚོ་ག་རེ་རེད་ཟེར་ན།

ཨཅཱརྱ་ཡེ་ཤེས་ཕུན་ཚོགས་ཀྱི་ད་ལྟའི་སྐབས་ལ་གནས་ད། ཨཅཱརྱ་ཡེ་ཤེས་ཕུན་ཚོགས་ཀྱི་འདི་འདྲའི་ཅིག་ལས་ཀ་འདི་ལ། ད་ངའི་བུ་མོ་དེ་གི་སྐད་བརྒྱབ་རྒྱུ་དེ་བཤད་གི་མེད་མོ་སྐད་བརྒྱབ་ཡག་གི་ཐོབ་ཐང་ཡོད་རེད་དེ་འདྲའི་སུ་ཅིག་གི་གཉའ་གནོན་དང་ཐུབ་ཚོད་བཏང་བ་ན་ཡིན་དང་ཡིན་དེ་བས་དུ་ག་དུས་ཡིན་ན་སྐད་བརྒྱབ་རྐྱང་བྱེད་དགོས་རེད། ཡིན་ན་རེད་ད། མོ་དེ་འདྲའི་གི་གྱོང་ར་རག་ཡོད་སྲིད་དེ་མེད་ན་མི་ཅིག་གི་ད་ག་ཟིག་སྤྱི་ཚོགས་ཐོག་ལ་ཐོན་ནས་ཅིག་ཀ་བྱ་བྱེད་ཡ་དེ་ཚོ་ལི་ལྷ་བོ་ཡིན་གྱི་མ་རེད་བསམ་གྱི་འདུག་དེ་ཡིན་པ་སོང་ཙང་དེ་ལ་གདོང་སེམས་ཉམས་ཀྱི་ཡོག་མོ་རང་གི་བཤད་པ་དེ་ལ་དེ་བཤད་ས་ཟིག་ནས་བཤད་འདི་གཟའ་བོ་བཟོ་ས་ཟིག་ནས་བཟོ་དགོ་རེད་དེ་ཚོ་ཡིན་ན་ད་ངས་དེ་རིང་བཤད་དགོ་ཡ་དེ་མོ་ལ་རྒྱབ་སྐྱོར་ཡོད་ལབ་ནས་གི་མི་དེ་ཚོའི་གྲས་ལ་ཨ་ནེ་དེ་ཚོ་གི་རྒྱབ་སྐྱོར་བྱེད་སྟངས་དང་རྒྱབ་སྐྱོར་བྱེད་ཡ་གི་གཞི་རྟིའི་གི་གནས་བབ་དང་ཨ་ནེ་རྒྱབ་སྐྱོར་བྱེད་ཡ་གི་ངོ་བོ་ཅིག་རོ་བ་དེའི་ཐོག་ནས་ངས་ཀ་བྱ་བྱེད་ངེས་སྤྲོ་སོང་དེ་ག་རེ་རེད་ཟེར་ན། སྤྱི་ཚོགས་གང་ངེས་ད་ལྟ་ཤེས་རྒྱན་ཞིག་གི་ད་ག་ངེས་ཅིག་ང་ཚོ་འཕྲད་དཀོན་རེད་དེ་རྒྱན་ཞིག་དེ་ག་འདྲ་ཅིག་ལ་རྒྱན་ཞིག་ག་ངེས་འཕྲད་དཀོན་རེད་ལབ་ན་འདི་རེད་ད། ན་ཉིན་སྔོན་མ་དེ་ལི་རྡབ་ཁ་ཤས་ཅིག་གི་ཚབ་ཆེ་བ་འཛིན་ན་རེད་དེ། སྤེན་པ་ཚེ་རིང་ཆབ་སྲིད་ཀྱི་མགོ་འཁྲིད་ལ་ད་ཁོ་ལངས་ཨེ་ཟིན་ད་དེ་རིགས་སྒང་ལ་ལྟོས་ཚོད་བྱས་ནས་སྤྱི་ཚོགས་སྒང་ལ་དེ་བཤད་བསྡད་ཡོད་པའི་ཁ་ཐུག་ལ། ཨཱ་ནི། གར་སྟག་སྤྲུལ་སྐུ་སྤེན་པ་ཚེ་རིང་གི་སྔོན་མ་གི་དེའི་དྭགས་དམག་པ་དེ་ས་ཟིན་ན་རེད་དེའི་གར་སྟག་སྤྲུལ་སྐུ་གི་སྐྱེས་མི། ད་ད་ལྟ་སྤེན་པ་ཚེ་རིང་གི་རྗེས་ནས་སྤེན་པ་ཚེ་རིང་སྐྱེས་མི་ཞིག་ཨ་ར་ད་དེ་ཚོ་གི་ནང་མི་དང་དེ་ཚོ་གི་དམག་པ་ཞི་ལོག་ལ་ཐོན་ནས་ཀྱི་སྤྱི་ཚོགས་སྒང་ལ་ད་སྐད་བརྒྱབ་ཡོད་རེད་དེའི་གནད་དོན་དུ་གི་ཚབས་ཆེན་གི་རང་བཞིན་དུ་དེ་རིང་ཨ་ཅཱ་ར་ཡེ་ཤེས་ཕུན་ཚོགས་གི

དེ་ཡིན་པ་སོང་སོང་དེ་སུ་བྲིས་གི། ན་དུ་འདི་སུ་བྲིས་ལ་དབྱེ་བ་ག་འདྲ་བྱས་ནས་གར་གི་ཡོད་ར་ལབ་ན། རྒ་མི་རྒབ་ཤོག་རི་བ། བཟང་ཁ་མཐུན་ཤོག་ངོ་ཆེན་ངོ་མིལ་དེ་འདྲས་ཅིག་གི་རིམ་པ་ན་འགྲོ་གི་ཡོད་ར་དེ་ཡིན་པ་སོང་སོང་དེའི་ག་ངེས་དེ་བེམ་པ་ཚེ་རིང་གི་ག་ངེས་ར་མ་རེད་ཨ་ཅར་ཡེ་ཤེས་ཕུན་ཚོགས་ག་ངེས་ར་མ་རེད་གང་ཟག་སོ་སོ་གི་རྒྱུད་ལ་ག་ངེས་དེ་འདྲས་ཅིག་བྱུང་དགོས་རེད། གཅིག་ནས་ད་དུ་མིའི་གི་མིག་ཤེས་གི་ལ་ཁ་ནས་སོ་སོ་ད་དེ་ཚོ་བྱེད་ནི་རིགས་དེ་ནི་མ་རབས་དང་ད་དེ་ཚོ་གི་ང་ཚོ་བཤད་ན་ཡ་རབས་མ་རབས་གི་བཤད་ན་མ་རབས་གི་ཤོག་བ་འགྲོ་དགོས་ཤོག་གཅིག་ནས་བཤད་ན་ཁ་མེད་ས་ཅིག་ལ་རྒྱན་ཤེས་གི་ནང་གོ་མ་ད common sense གི་ནང་གོ་མ་རེད། སོ་སོའི་པ་ལ་ར་སོ་སོ་གི་ནི་ཤ་ཉེ་རང་གི་བྱིན་པ་ཡིན་ན་ནི་དེ་ལ་གུ་ཡངས་དང་ནི་སོ་སོ་ལ་འབྲེལ་བ་མེད་རྒྱུ་གི་ནི་གྲོང་པ་ཁྱིམ་མཚེས་གི་བྱིན་པ་ཡིན་ན་ཏག་ཏག་སྐྱ་རེངས་ལབ་ཟེ་གི་ཅིག་ལྟ་ཚིག་ཅིག་ཡོད་རེད་བ་འདི་གི་ལས་ཀ་འདི་བྱེད་ནི་དེ་ལ་སྤྱི་ཚོགས་ལ common sense མེད་བ་དེ་རེད། ད་ལྟ་དཀའ་ངལ་ཆེན་པོ་ཆགས་སྐོར་རེད། དེས་ན་ཨཱ་ཅཱ་ར་ཡེ་ཤེས་ཕུན་ཚོགས་ལ་སྡོམ་པ་མེད་པ་དང་ཨ་ནི་མོར་སྡོམ་མེད་པ་དང་ཨ་ནི་དེའི་གི་ཅིག་སྤྱི་ཚོགས་ཐོག་ལ་མ་རབས་ཅིག་བྱེད་གི་ཡོད་ན། དེ་ལས་ཀྱང་གལ་ཆེ་བ་ཅིག་ད་དཀའ་ངལ་རེད་བས་ན་དཀའ་ངལ་རེད་ན་ད་གང་ཟག་སྒེར་གི་དཀའ་ངལ་ཆགས་སྐོར་རེད། ད་སྤྱི་ཚོགས་ཀི་འདི་ནས་དགའ་མི་དགའ་ཕྱོགས་ཀི་ཁ་ཁུར་ནས་ཅིག་འདིའི་རྒྱབ་ལ་ལངས་གི་ཡིན་ཅིག་ཅིག་བུ་མོ་དེ་ལ་ངས་རྒྱབ་སྐྱོར་བྱེད་ཆོག་གི་མེད་ལབ་གི་མེད་ད། ཡིན་ན་ར་བུ་མོ་དེ་ལ་རྒྱབ་སྐྱོར་བྱེད་སྟངས་གི་གནས་བབ་འདི་འདྲས་ཅིག་གི་འོག་ནས་ཆོལ་ཁ་དང་ཆོས་ལུགས་ཀྱི་ན་ཚ་བཙལ་ཡག་གི་དུས་སྐབས་ཅིག་ལ་ཨ་ནེ་འདི་ཁ་ཁྱི་ཡོང་ནས་ཅིག་རྒྱབ་སྐྱོར་བྱེད་མཁན་ཟེར་ཡ་ཅིག་ཡོད་རོ། དེ་གི་རྒྱབ་སྐྱོར་དེ་ག་རེ་ཆགས་ཁོ་ཟེར་ན། ང་ཚོ་བོད་ཀྱི་གཏམ་དཔེ་ཅིག་ན་ཨ་ནེ་སྒེར་ནད་ལ་སྤྱིར་སྤོང་ཟེར་ཡ་ཅིག་ཡོད་རོ་ན་ཚ་དེ་ཆགས་ཁོ་འདི་གི་བུ་མོ་རྒྱབ་སྐྱོར་དྲ་ཡང་དག་པ་ཆགས་ཁོ་མ་རེད་སྤྱི་ཚོགས་ཀྱི་དཀའ་ངལ་ཅིག་ཆགས་ཁོ་རེད། དེ་འབའ་ཚང་ཚང་བུ་མོ་དེ་ལ་ཆ་བཞག་ན་འདི་འདྲའི་འདྲ་བོ་ཅིག་རེད་ད་ད་ད།

སྐབས་དེ་རིང་གང་ལ། ནི། སྐལ། དེ་རིང་གང་ལ་སྐལ་བརྒྱབ་ཡོད་མ་རེད། ག་རེ་རེད་ཟེར་ན། བརྒྱབ་ཡོད་མར་ལབ་གི་མེད་ད་ལྟ་བརྒྱབ་ཡོད་སྲིད། ཡིན་ནར་འདི་འདྲའི་གི་ཨུ་རུ་ཚ་བོ་ཅིག་ཆགས་པ་དེ་ངས་དྲན་གི་མི་འདུག་ངོ་ནས་ན། ཨ་ཅག་རེ་ཞིག་ཕུན་ཚོགས་གོ་གནས་ཅིག་གི་སྒང་ལ་འགྲོ་ཡ། ནི་དེ་ལ་སྤྱི་ཚོགས་ཀི་ཐོག་ནས་གོ་གནས་དང་གནས་རིམ་དེ་འདྲའི་ལ་འགྲོ་ཡ་གི་ཡིད་བུད་མེད་ན། སྐབས་དེ་རིང་གང་ལ་སྐལ་བརྒྱབ་ཡོད་རེད་ཡོད་མ་རེད་དེ་ན་དོན་ཅིག་རེད་ག་རེ་ན་ཨ་ཅག་རེ་ཞིག་ཕུན་ཚོགས་ལ་ད་རེས་རྟགས་མ་ཅིག་དྲན་ད་ད་སྒེར་གི་ན་དོན་ཅིག་རེད། སྐབས་དེར་གངས་དང་ཁུ་གེ་ཆེ་ཤེལ་དུ་སྤྱི་ཚོགས་ཀྱི་གོ་གནས་ཐོག་ལ་སྤྱི་ཚོགས་ཀྱི་གཅིག་གཅིག་ཁར་རྗེས་དབང་ཐང་གཅིག་གི་མིང་གཅིག་གི་ཐོག་ལ་འགྲོ་དགོས་རང་ངོ་ནས་ན་དེ་རིགས་ཐག་ཚོགས་རིམ་པ་བྱས་ནས་སྐད་བརྒྱབ་ཡོད་རེད་ཡོད་མ་རེད་དེ་གཅིག་རེད། ད་ད་ལྟ་ལངས་ཕྱོགས་ཡོང་བསྡད་པ་དེ་ག་རེད་ན། ཁར་ཚང་གྲོས་ཚོགས་ནང་ནས་ནི་གཅིག་ཁྲིམས་དཔོན་ཚོ་གནས་དབྱུང་བཏང་པ་དང་ཡིག་ཆ་ཨང་གསུམ་ཅུ་སོར་གྱི་ནི་གཅིག་གི་གནད་དོན་ཟིག་གི་ཐོག་ནས་ཨ་ཅ་རེ་ཡེ་ཤེས་ཕུན་ཚོགས་དང་བལ་མ་འབྱུང་གནས་དང་ད་འདི་ཚོ་ཕྱོགས་གཏོགས་ཟིག་དང་ནི་དྭགས་པོ་བསོད་ནམས་ར་ད་ཁྲིམས་རྩོད་པ་འདི་ཚོ་གཅིག་ཡང་ཕྱོགས་གཅིག་ཤོག་ཁག་འཛིང་གྲྭ་གཟིགས་བྱས་ནས་བཙལ་བསྡད་ཡོད་པའི་ཁ་ཐུག་ལ་ནི་ད་ལྟའི་སྐབས་ལ་ཨ་ཅཱ་རེ་ཡེ་ཤེས་ཕུན་ཚོགས་ལ་ནི་རྟགས་མ་གཅིག་སྤྲད་པ་དེ་ལ་ངོ་རྒོལ་བྱས་པ་ཡིན་ན། འདིའི་ངོ་བོ་དེ་ཨ་ཅཱ་རེ་ཡེ་ཤེས་ཕུན་ཚོགས་ལ་ངོ་རྒོལ་བྱེད་ཀྱི་ཡོད་རེད་བ། ད་སྒབ་མི་སྒབ་ཕྱོགས་ཀྱི་ལག་ཆ་ཆག་སྐོར་འདིའི་ཐོག་ན་མི་མང་དག་ཕྱོགས་འབེབས་ཀྱི་ཡོད་རེད། བུ་མོ་དེ་གི་བསམ་ཚུལ་དེ་དེ་མིན་ནར་མོ་ལ་རྒྱབ་སྐྱོར་བྱེད་ཀྱི་ཡིན་ལབ་ནས་དེ་རང་གི་དྲང་བདེན་ལ་རྒྱབ་སྐྱོར་བྱས་ནས་ནི་བུད་མེད་ཀྱི་ཐོབ་ཐང་སྲུང་སྐྱོབ་བྱས་ནས་འདི་བཟོ་བྲེལ་གྱི་ལས་ཀ་དེ་དེ་ཡིན་པ་གསལ་བོ་རེད།

ང་ཚོའི་སྤྱི་ཚོགས་ཐོག་ན་ང་ཚོ་གཅིག་བཤད་དུ་ད་མི་རིགས་འདི་སྐྱོ་བས་ཟིན་ན་མི་འདུག་མི་རིགས་འདི་གི་སེམས་ཁམས་གི་ཐོག་གི་ཅིག་ད་ང་ཚོ་ཡར་རྒྱས་བཏང་ཡ་ལ་ང་ཚོ་ན་རིན་ཧོལ་ན་རིན་ན་རིན་འདྲ་གི་ཨ་ནི་ཕྱི་རྒྱལ་དྲི་མ་མེད་པ་ཡིན་ཟེར་ཡ་འདྲ་བོ་དང། ད་ང་ཚོ་ཅིག་མང་པོ་ཅིག་བཤད་དགོས་རེད་ད་ནི། ཆོས་ལུགས་ཅིག་གི་མི་རིགས་ཅིག་སྐྱོ་ཐུབ་གི་མ་རེད་རེད་བ། ད་ག་ནང་བཞིན་གི་ང་ཚོ་ཅིག་ད་བོད་ནས་ཅིག་བྱས་དང་ཞབས་བྲོ་གླུ་དང་སྒྱུ་རྩི་ད་ཅིག་སྐད་ཡིག་འདི་འདྲས་ང་ཚོ་ཐུན་མོང་མ་ཡིན་པ་ཡོད་ཚེ་ཅིག་བཤད་དགོས་རེད། ཐུན་མོང་མ་ཡིན་པ་ཡིན་ཚེ་གཞན་དང་མ་འདྲ་བ་ཡིན་ན་དེའི་རབས་མི་རིགས་སུ་སྐྱོབ་ཐུབ་ཀྱི་མ་རེད། མི་རིགས་གཅིག་ཡར་རྒྱས་འགྲོ་ཡ་དེ་ལྷ་ཁང་གསེར་ཁང་ནང་ལ་ནས་འབག་སྐུ་མང་པོ་བཞེངས་པ་ཙམ་ཙིག་རེད་མ་རེད་མི་རིགས་གཅིག་ཡར་རྒྱས་འགྲོ་ཡ་ལ་ངོ་ནས་དྲང་ལ་བཤད་ལོང་ན་རྒྱན་ཤེས་ཅིག་དགོས་དགོས་ད། མི་རིགས་གཅིག་ལ་རྒྱན་ཤེས་ཡག་པོ་ཅིག་མེད་པ་ཡིན་ན་མི་རིགས་དེ་ཡར་འགྲོ་རྒྱུ་མིན་པ་ཁ་ཡར་འགྲོ་ཡར་འགྱུར་མེད་པ་དེ་གསལ་བོ་རེད་མི་རིགས་དེ་མར་ཆག་འགྲོ་དགོས་ད། དེ་ཡིན་པ་སོང་ཙང་དཔེར་ན་ཨ་རི་ལ་ཆ་བཤད་ན་ཨ་རི་གི་སྔོན་མ་གི་ད་རྒྱལ་ཁབ་བཙུགས་ནས་གི་ད་ཧྥང་ཏན་ཧྥ་དར་ཧྲི་བ་ད་ང་ཚོ་བཤད་ན་དེའི་རྒྱལ་ཁབ་ལ་གཞི་རྟེན་བཙུགས་ནས་གི་དེའི་ནང་གི་མི་གཙོ་བོ་ཅིག་ལ་འདས་རི་བ་ཐོ་མ་སི་ཐོ་མ་སི་ཕེ་ནིན་ཟེར་དེ་མ་རེད་བས་ཨོ་དེ་རེད་ད་དེའི་གི་རྒྱན་ཤིས་བྲིས་ནས་དེ་ད་གང་ལྟར་ཨ་རིའི་གི་ཀོ་མོན་སན་སི་དེའི་ད་ཟླ་གི་དེ་བྲིས་ནས་དེབ་དེ་རེད་ད་དེ་སྐད་གྲགས་ཡོད་བ་རེད་ཨ་ནི་དེབ་དེ་ད་ཨ་རི་ལ་ཆ་བཤད་ན་རེད་ད་སྐབས་དེ་རིགས་གི་ད། མི་གཅིག་གི་མ་ལོག་ཐབས་མེད་ཀི་དེབ་ཆགས་ཡོད་རེད་ཨ་རིག་གི་ད་མི་ཚང་གཅིག་ལ་བ་བུལ་ཡོ་ནི་གཅིག་བ་བུལ་ཡོ་ནི་གི་མི་ཚང་གཅིག་ལ་ད་ལྟ་དེབ་དེ་མེད་ནི་གཅིག་མེད་ལབ་སྐོར་ད་ཧ་ལམ་དེ་འདྲིག་གི་ཚད་དེ་སྐྱེ་ཡོད་དེ། དེབ་དེ་ཨབ་ཉི་མ་ཆིན་རིག་གཞུང་གཅེས་སྐྱོང་ཁང་གི་ངེད་ནི་དར་རིམ་ས་ལ་ནི་དེ་པར་སྐྲིན་བྱས་ནི་བྱས་དེ་དེབ་དེ་བོད་ཡིག་ཐོག་ཨབ་གྱིར་རྒན་ལྷ་བཟང་ཚེ་རིང་བོད་རང་བཙན་འཐབ་རྩོད་པ་རྒན་ལྷ་བཟང་ཚེ་རིང་གི་བསྒྱུར་ནི་ཞིག་དེབ་དེ་ཐོན་ཡོད་རེད། བོད་ཡིག་ཐོག་ལ་ཡོད་དེ། ཨ་ནི། ད་བོད་ནང་ན་རེབ་གྱུར་ཡོད་སྲིད། དེབ་དེ་དར་མ་ས་ཡོད་ངས་དྲན་གྱི་འདུག་ད། ཨོ་དེ་འབའ་སོང་སོང་དེབ་དེ་ཟུར་ལ་ཅིག་བལྟ་བ་ཡིན་ན། ཨ་ནི་ད་ལྟ་གི་སྤྱི་ཚོགས་ཀྱི་ནད་ཚ་འདི་རུ་ཨ་དགའ་མིའི་དགའ་ཕྱོགས་བཟང་ཁ་མཐུན་ཕྱོགས་རྐྱང་རྐྱང་གི་ཐོག་ལ་ཅིག་རྒྱབ་སྐྱོར་དུ་བྱེད་ཀྱི་ཡོད་པའི་རྣམ་པ་འདྲ་བོ་ཅིག་གཏན་ནས་ཡོང་གི་ཡོད་པ་དེ་ངས་ད་ལྟ་གི་དེ་བུ་མོ་དེ་ལ་ཨ་ནི་དཀའ་ངལ་བྱུང་ཡོད་ན་ཨ་ནི་མོའི་དཀའ་ངལ་དེ་དཀའ་ངལ་མ་རེད་དེ་སྣང་མེད་བྱེད་ཀྱི་མེད་ཡོད་ཀྱི་ཡོད་མ་རེད་ལབ་ཀྱི་མེད་ད། ཁྱོད་རང་གཟུགས་རྒྱབ་སྐྱོར་བྱས་ནས་གཟུགས་རྒྱབ་སྐྱོར་ཟེར་ཡ་དེ་ངོ་ནས་ཅིག་ཉེར་དགའ་ཕྱོགས་ལྷུང་མ་ཡིན་པའི་ཐོག་ནས་དྲང་བདེན་ལ་རྒྱབ་སྐྱོར་ཅིག་བྱེད་ཐུབ་གི་འདུག་མི་འདུག་དེ་ལྟ་ཡག་གི་ང་ཚོ་ལ་ཅིག་གཟི་བོར་གནས་པའི་བསམ་བློ་ཅིག་འདུག་མི་འདུག་དེ་ལ་ནི་སོ་སོ་གི་ནད་རྟགས་དེ་ངས་ཟིན་གི་འདུག་མི་འདུག་ད་ལྟ་འདི་སྐབས་ལ་དེ་བྱས་ནས་གང་ལ་དེ་བཟོ་རིགས་ལ་ལྟ་ཡ་དེ་ལ་ད་གལ་ཆེ་ཤོས་དེ་སོ་སོ་སོ་སོ་གི་ནད་ཚ་ངས་ཟིན་ཡ་དེ་ལ་ད་དྲང་བདེར་ཟེར་ཡ་ཅིག་ར་རྒྱ་སྐད་བཤད་ན་ཨ་ནི་ཨིན་ཇིའི་གི Common Sense

དེའི་ཐོག་ལ་མི་མང་གི་རྒྱུན་ཞིག་བསམ་བློ་བཏང་ནས་ཀྱི་བལྟ་དགོས་ཡ་གཅིག་དང། ད་ལྟའི་སྐབས་ལ་དེ་ཡིད་ཀྱི་ནུས་པ་དང་རན་པ་ཅིག་མ་རེད་ཤོག་གང་ནས་བཤད་ཡོང་ནས་གང་ལ་ད་ལྟ་དུ་སྐད་ཆ་དེ་བཤད་ཡོང་ནས་གང་ལ་ཨ་ཅར་ཡེ་ཤེས་ཕུན་ཚོགས་ཀྱི་བུ་མོ་ཅིག་ལ་མ་རབས་ཅི་ཡོད་མེད་དང་མོར་དུམ་ཡོད་མེད་ཀྱི་གནད་དོན་དེ་མ་ཡིན་པའི་ཐོག་ནས་དེ་ཆོལ་ཁ་དཀྲུགས་ཡ་གི་ངོ་བོ་ཅིག་ན་འགྲོ་གི་ཡོད་ར་དེ་ཡིན་པ་སོང་ཙང་དེའི་ཐོག་ལ་བལྟ་དྲང་བདེན་ན་རྒྱབ་སྐྱོར་བྱེད་ནུས་དེ་ཚོ་ལ་དྲང་བདེན་གྱི་རྒྱབ་སྐྱོར་མ་རེད་ཡ། བོད་མིའི་ཉམ་ཆུང་ལ་རྒྱབ་སྐྱོར་བྱེད་ནུས་དེ་ཚོ་ལ་དེ་ཚོ་ལ་དེ་ལས་སླ་བ་གི་ནས་ལག་པ་ཉོབ་སུ་ཉོབ་མི་ཉོབ་ལྟ་ཡ་ཅིག་འདུག་བ་བསྟན་པ་སོང་ཙང་ང་ཚོ་ཤེས་དགོས་ཡ་དེ་རེད་ངེས། ཡིན་ན་ངས་ངས་ད་ལྟ་བཤད་གལ་སྲིད་དེ་འདྲས་ཅིག་ཡིན་ན་སྔོན་མ་བན་པ་ཚེ་རིང་གི་ནས་རྫོབ་རྟགས་བསྟན་པ་དེ་གར་རྟགས་བཀྲི་ཁུལ་གི་ནང་མི་གི་བཤད་པའི་ཁ་ཐིག་ལ་རྣམ་པ་ཚོ་དཀའ་བ་ཆེན་པ་ནས་ད་ལྟ་བླང་གི་མི་འདུག་བ་འོ་དེ་ཕྱོགས་གཅིག་ཡིན། དེ་ནས་གཉིས་པ་ཅིག་ལ་ད། ད་ང་རང་གཟིགས་པའི་བཤད་སྟངས་ཀྱིས་ན་ང་རང་གཟོད་པའི་དྲང་བདེན་གྱི་འཐབ་རྩོད་བྱེད་གི་ཡོད་རྒྱ་ནག་གཞུང་གི་མ་རབས་བཤད་གི་ཡོད་རེད་མགོ་སྐོར་བཏང་གི་ཡོད་རེད་སྐྱག་རྫུན་བཤད་གི་ཡོད་རེད་ང་རང་ཚོའི་འཐབ་རྩོད་འདི་དྲང་བདེན་གྱི་འཐབ་རྩོད་ཡིན་པ་གསུངས་ཙང་རྒྱལ་ཁ་ཐོབ་གི་རེད་ད་ང་རང་གཟོད་དེ་བཤད་དགོས་རེད། དེ་བྱས་ནས་གང་ལ་དྲང་བདེན་གྱི་འཐབ་རྩོད་ཟེར་དེ་ད་ད་དེ་དེ་དྲང་པོ་བྱེད་དགོས་ཀྱི་ཡོད་མེད་དེ་ང་ཚོ་གསལ་བོར་བ་དེ་ཡིན་པ་གསུངས་ཙང་ད་ཁེ་སང་ཁེ་ཉིན་གྱི་འདི།

སྤྱི་ཚོགས་ཀྱི་ཨ་ནི་མཐུན་འགྱུར་གྱི་དཀའ་ངལ་གྱི་མ་འདང་པའི་དཀའ་ངལ་ཞིག་རེད་མ་རེད་བོད་ནང་ལ། རྒྱ་ནག་གཞུང་གི་ཆེད་དུ་དཀའ་ངལ་བཟོས་མི་ཆ་ཚང་དེབ་ཏི་ར་སྐོར་དང་དེ་འདྲའི་ནང་ལ་བཅུག་ནས་ཀྱི་རིགས་རྒྱུད་རྩ་མེད་བཟོ་ཡ་དང་རེ་བ་དེ་ཀྱི་མི་རིགས་གཅིག་གི་ལུས་སེམས་གཉིས་ཆ་ལ་ཆེད་དུ་མནར་གཅོད་གཏང་གི་ཡོད་པའི་ཁ་ཐུག་འདི་ལ་ཁྱོད་སྨན་པ་ཡོད་མེད་དང་སྨན་ཡོད་མེད་ཀྱི་གནད་དོན་སྨན་ཞིབ་ཡོད་མེད་ཀྱི་གནད་དོན་མ་རེད་གནད་དོན་གྱི་ངོས་འཛིན་ཁོ་རང་གི་ཐོག་ནས།

ཨ་ནི་བོད་སྨན་ཏང་གི་ཡིན་ཚེ་བོད་སྨན་ག་ཚད་ཏང་གི་ཡིན། རེད་བ། ང་ཚོ་སྐད་ཆ་འདི་བཤད་ན། བོད་སྨན་གི་འབྱུང་ཁུངས་བོད་རེད། བོད་སྨན་བོད་ནང་ན་མང་ཐག་ཆོད་ཡོད་རེད། ད་ད་ལྟ་གི་ཁོ་རོ་ན་བྷ་རེ་སི་ལ་ཨ་ནི་བོད་སྨན་གི་སྨན་ག་རེ་གི་ཕན་ཐོག་ཡོད་མེད་དེ་གཉིས་ཤེས་ཀི་མེད་ད། ཨ་ནི་བོད་སྨན་གི་ལ་དེ་ལ་ཅིག་ཅིག་ཁ་ཁ་བསྒྱུར་གི་སྨན་ཞིག་ཡོད་མེད་དེ་གཉིས་ཤེས་ཀི་མེད། ཡིན་ན་གལ་སྲིད་ཡོད་པ་ཡིན་ན་སྨན་རྩིས་ཁང་གི

དེ་རིགས་གང་ལ་རྒྱ་ནག་གཞུང་གི་ནི་བསྒྱུར་བཅོས་སྒོ་དབྱེ་བྱས་ནས་ཀྱི་ཏིན་ཞོ་ཕིན་དྲ་དེ་ཚོ་གི་ད་ནུབ་ཕྱོགས་ལ་སྒོ་ཕྱེ་གི་ཡིན་ཟེར་སྐོར་ནུབ་ཕྱོགས་ལ་སྒོ་ཕྱེ་ན་ཏིན་ཞོ་ཕིན་དྲ་རྒྱ་ནག་ལ་སྐབས་དེ་ནས་སྒོ་དབྱེ་དེ་ནུབ་ཕྱོགས་གི་ཚན་རིག་དང་ལག་རྩལ་དེ་སྒོ་གི་འདུག་ཟེར་ནུབ་ཕྱོགས་གི་ཤེས་རིག་དང་ཆབ་སྲིད་དང་དཔལ་འབྱོར་སྐར་ཚ་ནུབ་ཕྱོགས་གི་ཤེས་རིག་དང་རིག་གཞུང་སྒོ་གི་ལབ་དགོས་བ་མ་རེད་སྐབས་དེ་རིགས་ནི་ནུབ་ཕྱོགས་ལ་ནི་ཏུའུ་ས་ཡ་གི་ད་ལག་རྩལ་དྲ་དེ་ཡག་པོ་འདུག་ཟེར།

ཨོ་ད་ཨིན་ཅིའི་གི་སྒེར་གི་འབྲེལ་ལྟོས་གོ་གི་འདུག་སི་དེ་འདྲའི་ཅིག་བཤད་ནི་གང་ལ་རྒྱ་ལོ་དོ་འགྲུབ་གི་ད་གཞི་བྱིས་མཉམ་འཛོམས་བྱུང་བ་ཡིན་ན་ང་ཚོ་རྒྱ་ནག་གི་ཡར་རྒྱས་ལ་ནི་ད་ཅིག་མཐུན་བསྡུབ་བྱེད་ཡ་གི་ཆེད་དུ་རྒྱ་ནག་གི་ཡར་རྒྱས་དེ་ནང་ནི་ང་ཚོ་ཆ་ཤས་ལེན་ཡ་གི་ཆེད་དུ་ནི་སློབ་གྲྭ་སྒེར་གི་འདྲ་དེ་བཟོ་བཏང་ཐུབ་གི་ཨིན་ཅི་བྱས་ནི་དེ་འདྲའི་ལབ་ནི་ཏིན་ཞོ་ཕིང་གི་ཨོ་ད་དེ་ཡག་པོ་འདུག་སི་དེ་ན་ཁྱེད་སྒེར་གི་བཏང་ཤོག་སི་དེ་ནི་ཁོ་གཉིས་སྐད་ཆ་དེ་མ་རེད་ཅིག་གི་ཐོག་ལ་ད་མ་བབ་ནི་ག་ཚད་བཏང་གི་ནི་རྒྱ་ལོ་དོ་འགྲུབ་གི་མི་ཉི་ཤུ་ཟིག་གི་སི་ཏིན་ཞོ་ཕིང་ག་བ་ག་བ་ཉི་ཤུ་ཟིག་གི་ཅིག་མ་ཕན་ཟིག་གི་ཐོག་མ་རེད

སོ་སོ་གི་དཀའ་ངལ་དེ་ཤེས་ཐུབ་གི་འདུག་རྒྱ་ནག་གཞུང་ལ་ཡར་ཞུ་ཡིན་ན་རེད་ད་གང་ལྟར་དེ་ཅིག་ནས་ཅིག་མར་སྐད་དེ། གནས་ཚུལ་དེ་ཕྱི་ལོགས་ལ་བཤད་ཐུབ་གི་འདུག་འདི་བཟོ་གྲྭའི་འདི་ཅིག་ཁྱབ་བསྒྲགས་བྱེད་ཡ་འདྲ་བོ་དང་འདི་བཟོ་གྲྭའི་འདི་ནུབ་ཕྱོགས་གི་མི་དེ་ཚོ་ལ་ཅིག་བཤད་ཅིག་ཡ་གི་དེ་འདྲས་ཅིག་ཡོད་ན། ད་གཞིས་ལུས་མི་དམངས་གི་འགྲུམ་ཚུལ་པར་ལབ་ན་རེད་ད་ང་ཚོ་ཕར་ལན་ཅིག་སྐྱེལ་དགོས་ན་འདི་རུ་མ་གཏོགས་རེད་བ། ང་ཚོ་ཅིག་རེ་བ་ཅིག་མཐོང་ན་རེད་འདི་རུ་མ་གཏོགས་སྤེན་པ་ཚེ་རིང་གི་སྨན་དང་སྨན་ཤེས་པ་གྲ་སྒྲིག་བྱས་ནས་བོད་ནང་གི་རྒྱ་ནད་ཀྱི་དཀའ་ངལ་སེལ་ཡ་དེ།

ཞི་ཅིན་ཕིན་དང་རྒྱ་ནག་འདི་ད་འཛམ་གླིང་གི་སྐད་ངེས་ཅིག་ཡིན་པ་རེད་བ། རྒྱ་ནག་གི་ཡར་རྒྱས་ཟེར་ན་རེད་ད་འདི་འཛམ་གླིང་གི་སྐད་ངེལ་ཡིན་པ་དེ་ད་གསལ་བོ་དག་པོ་ངོ་འཕྲོད་ཡོད་རེད་ཁྱད་པར་དག་གི་ཞི་ཅིན་ཕིན་གི་ལོ་བཅུ་ཐམ་པ་གི་དབང་སྒྱུར་གི་དུས་ཚོད་འདིའི་ནང་ལ་ད་ཞི་ཅིན་ཕིན་གི་དབང་སྒྱུར་དེ་རྒྱ་ནག་རྒྱ་མི་རིགས་ལ་སྐད་ངེས་ཆགས་པ་མ་ཟད་ད་འཛམ་གླིང་ཁྱོན་ཡོངས་ལ་ད་སྐད་ངེས་ཡིན་པ་དེ་གསལ་བོ་ངོ་འཕྲོད་དེ་ཡོད་རེད། ད་ལྟ་ཅི་ནས་གང་ལ་ད་དཀའ་ངལ་འདི་ལ་ཁ་གཏད་འཇལ་ཡག་གི། ད་དོན་དག་ཏོག་ཏོག་དེ་ད་དཀའ་ངལ་འདི་ལ་ཁ་གཏད་འཇལ་ཡག་གི་ད་ཐབས་ལམ། གི་ཐོག་ལ་ཨ་ནི་ད་བཤད་སྟངས་ཆེན་པོ་ཟིག་གི་ན་ཁ་གཉིས་འདྲ་ཟིག་རེད་ད་ད་འདའི་སྐབས་ལ་ཞི་ཅིན་ཕིན་ཡང་སླེབས་མི་སླེབས་དང་འབྲེལ་བའི་ད་ད་འདའ་ཡིན་ན་དི་བཤད་དུས། བཤད་སྟངས་དེ་གཉིས་ག་འདྲ་རེད་ལ་ན། གཅིག་དེ། འདི་རེད།

དེ་དང་དེའི་གི་ནི་སྐབས་དེ་གི་ད་ཕྱི་སྲིད་བློན་ཆེན་ཟེར་ན་རེད་དེ་ཕུན་པེའོ་ད་ཁོ་ཚོའི་གྲས་གི་ནི་རྒྱ་ནག་དམར་ཤོག་ཚོགས་པ་མགོ་རྟིང་ལོག་གི་ཡིན་ཟེར་ད་དེ་འདྲའི་ལོ་ཅིག་བཤད་དུས་ད་ཚོགས་པ་དེའི་ནང་ན་ཡག་ག་ཅིག་ཡོད་མ་རེད་ཚོགས་པ་ཁོ་རང་མགོ་རྟིང་ལོག་གི་ཡིན་ཟེར་ལོག་ཐུབ་མིན་ན་མ་ལྟོས་བས་ད་ཁོ་རང་ཚོའི་སྐད་ཆ་བཤད་སྟངས་དེ་རེད་ད་ཚོགས་པ་མགོ་རྟིང་ལོག་ན་ག་འདྲ་ཅིག་ལོག་གི་ཡིན་ལབ་ན་རྒྱ་མི་རིགས་དང་དམར་ཤོག་ཚོགས་པ་གཉིས་ཆ་དབྱེ་བ་ག་རེད་རེད་བ། ནི་དམར་ཤོག་ཚོགས་པ་གི་རྩ་རྫོགས་བཅས་ཡག་གི་ཆེད་དུ་རྒྱ་མི་རིགས་གི་ནང་ནས་རང་དབང་དང་དམངས་གཙོ་གི་ལས་འགུལ་སྤེལ། རེད། བ་ད། དེ་ལ་བེད་སྤྱོད་བཏང་ཡ་ཅིག་ནི། རྒྱ་ནག་དམར་ཤོག་ཚོགས་པ་ལ་ཁ་གཏད་བྱས་ནས་ཀི། ནི་རང་དབང་དང་མང་གཙོ་གི་མངོན་འདོད་ཡོད་རྒྱུ་འདི་ཚོ་བེད་སྤྱོད་དང། ད་ག་ནང་བཞིན་གི་ཧྥ་ལུང་གུང་ར་ད་ཅིག་ཆིག་ཚོགས་ར་འདི་ཚོ་གི་སྟོབས་ཤིག་བེད་སྤྱོད་དང། དེ་བྱས་ནས་ཅིག་གང་ལྟར་རྒྱ་ནག་དམར་ཤོག་ཚོགས་པ་འདི་མགོ་རྟིང་སློག་དགོས་གི་འདུག་སི། ཏི། ཏི་ལབ་ནི་སྐོར་ཅིག་ཡོད་རེད། ཨ་རི་ལ་ཆ་བྱས་ན་ད་སྒྲོ་ནལ་ཁྲོམ་ལ་འདི་ཚོ་ད་དེའི་ནང་གི་ཚབ་མཚོན་ཅིག་རེད་ན་འདི་དང་པོ་མ་རེད་ད་གི་གང་ལྟར་ད་ཚེ་འདི་ཡོད་རེད། དེ་ཡིན་པ་སོང་ཙང་ནི་ད་འདི་ཚོའི་རིགས་ལ་སྐྱེབས་སྲང་བྱེད་ནི་ཅི་འདི་ཚོ་ག་རེ་བྱེད་དགོས་ན་རང་དབང་དང་མང་གཙོ་ལ་སྐྱེབས་སྲང་དེ་རྒྱ་ནག་གི་མང་གཙོ་དོན་གཉེར་བ་ཚོ་ལ་ད་ཨ་རིས་ཚོ་ཆ་བཞག་ན་ད་ལྟ་གི་ཇོ་བྷ་དིན་དེ་ཁོ་ཚོ་ཚོགས་པ་མང་གཙོ་ཚོགས་པ་ལས་སྤྱི་མཐུན་ཚོགས་པ་ངོ་མ་གི་འགྲོ་ན་ཁྲོམ་ར་འདི་ཚོ་ཚོགས་པ་དེ་ཅིག་ཨ་ནི་རྒྱ་ནག་དམར་ཕྱོགས་ཚོགས་པ་ཁོ་རང་རྩར་རྫོགས་བྱེད་བྱ་དགོས་ལབ་ནི་ཐོག་ལ་ཁོ་ཚོ་ཅིག་ཁ་ཤིག་ཆེ་ཡ་འདྲ་བོ་ཅིག་ཡོད་ད་ད་འདི་དེ་འདྲས་བྱེད་ནི་ཅིག་ཡོད། གལ་སྲིད་རྒྱ་ནག་དམར་ཤོག་ཚོགས་པ་རྩར་རྫོགས་བྱེད་ཐུབ་ན་ནི་ད་ཞི་ཅིན་ཕིན་ཡིན་ན་རེད་ཧུ་ཅིན་ཐོ་ཡིན་ན་རེད་ད་ཅིག་དེ་འདི་ཆ་ཚང་ཡོང་ཡ་གི་ལམ་ཁ་འགའ་འགྲོ་གི་འདི་རྩར་རྫོགས་བྱེད་དགོས་ལབ་ནི་ཞིག་ཡོད་རེད་དེ་ཡིན་པ་སོང་ཙང་ད་འདི་བཤད་སྟངས་ཞིག་ད་དེ་རྩར་རྫོགས་བྱེད་ཡ་ལ་ནི་ཧྥ་ལོང་གོང་ར་འདི་བཟོ་བེད་སྤྱོད་བཏང་ཡ་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ཚོ་ལ་རོགས་པ་བྱེད་ཡ་ནི་རྒྱ་མི་རིགས་གི་ནང་ནས་ད་ཅིག་རྒྱ་རྒོལ་གི་ལས་འགུལ་རབ་དང་རིམ་པ་བྱུང་གི་ཡོད་རེད་པ་ད་ཅིག་གཞུང་གཞུང་རྒོལ་གི་ལས་འགུལ་འོ་དེ་ཚོ་ལ་རྒྱབ་སྐྱོར་བྱེད་ཡ་ད་དེ་བྱེད་ནི་ཅིག་གང་ལྟར་རྒྱ་ནག་ནང་ནས་ད་གསར་བརྗེའི་ལྷང་ནས་ཞིག་མང་གཙོ་ཚོགས་པ་དཀར་ས། གུང་ཁྲན་ཏང་གི་སྲིད་དབང་མགོ་རྟིང་སློག་གོ་གི་ལབ་ནས་གི་ཕྱོགས་ཁག་ཅིག་ཡོད་རེད་ད་ཅིག་རེད། ད་ནས་ཕྱོགས་གཞན་པ་ཅིག་དེ་ད་འདི་རེད་ད། ད་ང་ཚོ་ཆ་ཚང་གི་མཐོང་བསྡད་ཡ་ཅིག་ལ་ད་ཨ་རིའི་ནང་ནས་སྤྱི་དང་ཨོ་བྷ་མ་ཡིན་ན་རེད་ཁི་ལིན་ཀྲུང་ཡིན་ན་རེད་ད་འདི་ཟུ་ཁ་ཐིག་རེད་ད་ད་ག་ནང་བཞིན་གི་ད་ད་གི་ཇོ་བྷ་དྲིན་ད་ད་ཧ་ལམ་ད་དེའི་གི་སྲིད་ཇུས་དེ་འདྲ་བོ་ཅིག་སྲིད་ཇུས་དེ་འདྲའི་འདྲ་བོ་ཟིན་ནས་ཅིག་རེད་ལབ་ན་ད་ཧ་ལམ་འགྲིག་གི་ཡོད་པའི་རྣམ་པ་འདྲ་བོ་ཅིག་རེད་བསམ་གི་འདུག་ག་རེ་རེད་ཟེར་ན། དམར་ཤོག་ཚོགས་པ། རྒྱ་ནག་དམར་ཤོག་ཚོགས་པ་ལ་དཔེར་དུ་ཁ་གཏད་བྱས་ནས་མགོ་རྟིང་སློག་གི་ཡིན་ཟེར་དུས། དུ་ཏག་ཏག་བསྡད་ཀྱི་ཡོད་མ་རེད། ག་རེ་རེད་ཟེར་ན་དུ་ཨ་རི་ལ་ཇུས་གཏོགས་བྱེད་གྲབས་མེད་རྒྱུ་གཅིག་རེད། དེ་འབའ་སོང་ཙང་ད་གལ་ཆེ་ཤོས་དུ་དམར་ཤོག་ཚོགས་པ་གི་ནང་གི་ལྟེ་བོ། རེད་བ། མ་རབས་དེ་ཚོ་ལ་ནི་མིག་རྟགས་བརྒྱབ་ནས་ཀྱི་དེ་ཚོའི་རིགས་དུ་རྩ་མེད་བཟོ་དགོས་ཀྱི་རེད་ལབ་ནས་ཅིག་ཡོད་རེད། དེ་ཡིན་པ་སོང་སོང་ད་རྒྱ་ནག་གི་དཀའ་ངལ་ཟེར་ཡ་དེ་མདོར་བསྡུས་ན་དམར་ཤོག་ཚོགས་པ་གི་དཀའ་ངལ་ལས་ཀྱང་ཞི་ཅིན་ཕིན་ནང་བཞིན་གྱི་མིའི་གཏི་བོ་འདི་འདྲས་ད་ར་ཤི་ཡ་གི་ཕུ་ཤིན་ནང་བཞིན་འདི་འདྲས་ཡར་སླེབས་སོང་པ་དེ་འདི་གང་ཟག་གི་དཀའ་ངལ་ཅིག་རེད་ད་གང་ཟག་འདི་མིག་འབུ་ན་བཟུང་བ་རྩ་མེད་བཟོ་དགོས་གི་ལབ་ནས་དེ་ཡོད་རེད་ད་གང་ཟག་འདི་བཟོ་ག་འདྲ་བྱས་ནས་རྩ་མེད་བཟོ་གི་ཡིན་ལབ་ན། ད་ཁོ་རང་བཟོ་དང་འདྲ་བོ་འདྲ་བོ་ཡོད་ཀྱོད་ད་དཔེ་ན་རྒྱ་ནག་ལ་ཆ་བཞག་ན་དེའི་གི་ཞི་ཅིན་ཕིན་གི་འཁོར་གི་ད་དབུས་ཆབ་སྲིད་ཀྱི་རྒྱུན་ཨི་ར་འདི་བཟོ་ནང་ལ་འགལ་བ་བཟོ་ནས་ཅིག། ཨང། འདི་གཟུགས་ནང་ནས་ཨ་རིའི་དགྲ་འདི་ཚོ་ལ་ཅིག་དམ་འཐེན་ཤོག་འདྲ་བོ་དེ་ཁོག་འདྲ་བོ་རྒྱང་ནས་འདི་ཚོའི་གྲས་ལ་ཨ་ནི། ད་ཅིག་རོགས་པ་འདྲ་བོ་ཅིག་ཞི་ཅིན་ཕིན་ལ་མར་དགའ་ནས་དེ་འདྲའི་མང་ཚིག་ཟོ། འདི་ཚོའི་གྲས་ཀྱི་ནི་ཞི་ཅིན་ཕིན་གྱི་བྱ་བ་ད་ལས་ཀ་དེ་ཚོ་ལམ་འགྲོ་རྒྱུ་གི་མ་གཞི་ཀ་ཅིག་ནས་ཅིག་ཨ་ནི་འདི་འདྲས་ཅིག་ག་ད་རབ་བྱུང་ན་འདི་ཚོ་གི་ཨ་ནི་གྱེན་ལོག་ཅིག་ངོ་རྒོལ་རྒྱབ་ཅིག་ནས་ཅིག་ཨ་ནི་བོན་རྭ་གི་ནང་གི་འཐབ་རྩོད་བེད་སྤྱོད་བཏང་ནས་ཨ་ནི་རྡི་ག་འདི་ཚོ་མེད་པ་བཟོ་དགོས་རེད། ང་ཤོག་ཚོགས་པ་ལབ་ན་ནང་ནས་ཆ་ཚང་འདི་ག་མ་རེད་ཤ་ཨ་ནི་ངོ་མ་གི་ཅིག་གྲོ་རྫི་ཡང་འདྲ་བོ་ཧོ་ཡོག་པང་འདྲ་བོ་ཨ་ནི་ཅིག་འདི་འདྲས་གི་ད་ཅིག་ཏས་སི་ཅིག་གུ་ཡང་གི་ཤོག་འདྲ་བོ་དེ་འདྲས་བྱུང་བ་རེད་དེ་འབའ་སོང་ཙང་ངོ་མ་ར་ཤི་ཡ་ནི་ནི་གོར་བ་ཆོས་ཞུགས་ད་ཁར་ཚང་གྲོང་སོང་བར་བ་ཨོ་ད་འདི་འདྲས་ནང་བཞིན་ཅི་ནི་གང་ད་ར་ཤི་ཡ། དེའི་ནང་གི་ད་ཁ་གཏད་སྤྱད་སྟངས་ཀྱི་རྣམ་པ་གི་ནང་གི་གཅིག་གི་གལ་ཆེ་ཤོས་འཇོག་དུས་ཀར་ན་ཁོ་རང་ཚོའི་ནང་ལོག་གི་འགལ་བ་དེ་བེད་སྤྱོད་གཏང་དགོས་ཀྱི་འདུག་དེ་མང་གཙོ་ཚོགས་པ་ཟེར་ཡ་དང་ཧྥ་ལུང་ཀོང་དང་འདི་ཚོ་བེད་སྤྱོད་དང་མི་མང་གི་ལས་འགུལ་དང་འདི་ཚོ་ལ་རྒྱབ་སྐྱོར་བྱེད་ཡོང་ནི་གང་ལྟ་དེ་མཐའ་རང་དྲག་ནས་བྱས་དེ་མར་ཕྱོགས་ཚོགས་པ་གཅིག་ད་རྩ་མེད་བཟོ་ཡ་གི་གར་ས་དེ་ནི་དམར་ཤོག་ཚོགས་པ་གི་ད་ད་ལྟ་གི་ལས་ཀ་འདིའི་ནང་གི་གཅིག་བོད་རིགས་དེ་ཚོ་རྩ་མེད་བཟོ་ཡ་ལ་ཨ་ནི་མཐའ་རང་དྲག་ནས་དེ་ལམ་ཁ་དེ་མཐའ་རང་དྲག་བྱ་ཚིག

ལས་ཀ་དེ་འདྲས་ཅིག་བྱེད་ཡ་ལ་ནི། ད། ནུས་བ་གི་ཅོང་མེད་པ་དེ་གསལ་བོ་རེད་དམར་ཤོག་ཚོགས་པ་ད་ད་ལྟ། ནི། ཁྲ་ཁོ་རེ་བསྡད་ཡོད་པ་མ་ཟད་ཞི་ཅིན་ཕིན་ད་ད་ལྟ་སྐབས་གསུམ་པ། མ་ར་འགྲོ་གི་ཡིན་ཟིག་དེ་བཤད་བསྡད་ཡོད་རེད་བ་དེ་ཡིན་པ་སོང་སོང་ད་ལས་ཀ་འདི་ལམ་འགྲོ་རྒྱུ་ཡོད་མ་རེད་ན་བཤད་སྟངས་དེ་འདྲས་རེད་ད་འདི་སྐབས་ལ་དེ་བཤད་དགོས་ད་ད་འདི་སྐབས་ལ་ག་རེ་རེད་ཟེར་ན། ལས་ཀ་འདི་ལམ་འགྲོ་མ་བགྱིག་ནི་སྒང་ལ་ད་རྒྱ་ཤིག་གི་བརྒྱུད་ལུམ་ར་ཨ་རི་ར་འདི་ཚོ་གི་ཁྱོ་ནི་ཡོང་གི་ལྟར་སྟངས་དེ་ཞི་ཅིན་ཕིན་ཡ་སླེབས་རྒྱི་ཡིན་པ་ཡང་བསྐྱིར་ཡ་ར་ད་སྐབས་གཅིག་ཡ་ར་སླེབས་རྒྱི་ཡིན་པ་དེ་གསལ་བོ་ཆགས་ད་ཡོད་རེད་ད་དེ་ཡིན་པ་སོང་སོང་ད་ཁོ་ཚོས་དེ་ལ་འགྲེལ་བཤད་ཞིག་འཚལ་གི་འདུག་དེ་བྱས་ནི་སྒང་ལ་ངའི་མ་ལྟ་ཡོང་ནི་ཡོད་འགྲེལ་བཤད་དེ་ག་རེ་རེད་ན་ཁ་ཅིག་གི། ཞི་ཅིན་ཕིན་བསླེབས་པ་དེ་ད་ཉེན་ཁ་ཚ་བོ་ཞིག་རེད་དེ་ཡིན་པ་སོང་ཙང་ད་གང་ཐུབ་ཐུབ་གི་ཞི་ཅིན་ཕིན་མ་བསླེབས་པ་ཅིག་གལ་སྲིད་བསླེབས་པ་ཡིན་ན་རེ་ཁོ་ལས་ཀ་ཆ་ཚང་ལམ་འགྲོ་མ་འཇུག་པ་ཅིག་གི་ཕྱོགས་ལ་བསམ་བློ་གཏོང་དགོས་རེད་གྲ་སྒྲིག་ཞི་ཅིན་ཕིན་བསླེ་ཡ་དང་ཞི་ཅིན་ཕིན་ལ་གདོང་ད་པད་ད་གར་ས་དེ་ལ་རྒོལ་རྡུང་དང་ཨ་ནེ་གདོང་ལེན་བྱེད་ཡ་དེའི་ཐོག་ལ་གྲ་སྒྲིག་བྱེད་དགོས་རེད་ཞི་ཅིན་ཕིན་བསླེབས་ན་ལས་སླ་བོ་ཅིག་ཡོད་བ་མ་རེད་དེ་ཡིན་པ་སོང་ཙང་ད་གར་ས་དེ་འཛམ་བུ་ལའང་བཞག་གི་མ་རེད་ད་ད་ཅིག་བཤད་གི་འདུག། ད་ལྟའི་ཞི་ཅིན་ཕིན་འབིག་སྐྱག་ཡིན་པ་གི་རྒྱུ་མཚན་དེ་ལ་ཨ་ནི་ཁོ་རང་གི་དམག་དོན་གི་དམག་དོན་གི་ཐོག་ནས་ད་རྒྱ་བསྐྱེད་བྱས་ནས་ཉེ་འཁོར་གི་རྒྱལ་ཁབ་ཆ་ཚང་ལ་ཞེད་སྣང་བྱེད་ཡ། ཐའེ་ཝན་ཐོག་ལ་དམག་རྒྱབ་ཀི་ཡིན་ཟེར་དེ་ནས་ད་དེའི་ཐོག་ལ་ཨ་ནི་ཐའེ་ཝན་ལ་འཇིགས་སྐུལ་བྱེད་འབའ། ད་བོད་དང་ཞིན་ཅང་ར་ད་འདི་ཚོ་ནི་ང་ཚོ་ཡུ་གུར་ཡུ་གུར་དྲ་འདི་ཚོའི་ཐོག་ལ་བཙན་བཙན་བཀར་ས་དེ་ཨ་ནི་ད་དེ་དེ་ཡིན་པ་ཅིག་དེ་ཡིན་པ་སོང་ཙང་ད་ནང་བཞིན་གི་ནི་བལ་འབྱོར་གི་ཐོག་ནས་རྒྱལ་གཅིག་ལམ་གཅིག་ར་འདི་ཚོ་གི་དེའི་སྲིད་ཇུས་དེ་བེད་སྤྱོད་བཏང་ནས་ཀྱི

ད་ཁོས་ཡ་ར་ལྷས་བར་གྱི་དམིགས་ཡུལ་གཙོ་བོ་ག་རེ་ད་ནི་ད་གི་འཛམ་བུ་གླིང་ལ་ད་ཅིག་འགྲོ་སྟངས་དང་ལམ་དང་ལུགས་སྲོལ་ད་ཨ་རིའི་མགོ་ཁྲིད་པའི་ཉམས་ཀྱི་རྒྱལ་ཚོགས་ར་མཛོ་གི་འགྲོ་སྟངས་དེ་འདི་ཆ་ཚང་སྟོར་ཡ་རེད་དེ་འབའ་ཚང་ཚང་ད་ཞི་ཅིན་ཕིན་ཡར་སླེབས་ན་ལམ་འགྲོ་མ་རྒྱུག་པ་ཅིག་གང་ལྟར་ད་བྱེད་དགོ་གི་རེད་ཟེར་དུ་བཤད་སྟངས་གཅིག་རེད་དེ་ནས་བཤད་སྟངས་གཞན་པ་ཅིག་དེ་ད་ཨ་རིའི་ནང་གི་རྒྱ་དགའ་མ་མཛོ་གི་བཤད་སྟངས་ར་རེད་བཤད་སྟངས་གཞན་པ་ཅིག་དེ་ག་རེ་རེད་ཟེར་ན་འདི་འདྲའི་བཤད་སྟངས་ཅིག་འདུག། ཞི་ཅིན་ཕིང་ཡར་ར་སླེབས་པ་ཡིན་ན། ད་ཁོ་རང་གི་ལོ་བཅུ་འདིའི་ནང་ཚུན་ན་བྱས་ཡིན་པ་དང་ལོ་ལྔ་གི་ནང་ཚུན་ན་ཁོ་རང་གི་ལས་ཀ་བྱས་བྱ་རྒྱུ་དེའི་ཐོག་ནས་ད་ཁོ་རང་ལ་ནར་རྫུས་ད་ནབ་སུག་ཕྲ་མ་བརྡབ་ཚར་རེད། ད་ཁོ་འདུ་སི་ཅི་ནས་འགྲོ་ས་མེད་པ་དེ་ཁོ་རང་ལ་ད་ངོ་འཕྲོད་ཚར་རེད། ད་འདའི་སྐབས་ལ་ཁོ་གཅིག་ཡོད་མདོག་མདོག་དང་ཁུ་སི་ཅི་དེ་འགྲིག་ཡོད་མདོག་མདོག་ལབ་ཡ་དེ་དོན་དག་རྡོག་རྡོག་ག་རེད། ཁྱེད་ད་ལྟའི་སྐབས་ལ་ཁོ་ནོར་བཤད་ལབ་ན་ཨ་ནི་སང་ཉིན་ཚོགས་ཆེན་ཉི་ཤུ་པའི་ཐོག་ནས་ཁོ་ཡར་འདམ་གི་མ་རེད་ད་ལྟའི་སྐབས་ལ་ཨུ་ཚུགས་མིག་བཙུམ་ནས་ཨུ་ཚུགས་མཐར་སྐྱེལ་བྱས་ནས་འགྲིག་འདི་ཟེར་ཏེ་གོ་གནས་ཅིག་རང་ཡ་ཆིག་པོ་གི་ཆེད་དུ་རེད་སྲིད་སྤྱི་ནོར་ད་ཡོད་པ་ཧ་གོ་ཚར་རེད་ད་ཁོ་ཡར་སླེབས་སོང་པ་ཡིན་ན་ཁོ་རང་གི་སྲིད་སྤྱི་ནོར་རྒྱུག་ཏུ་ཁོ་རང་གི་ངོས་འཛིན་བྱས་ནས་འགྱུར་བ་བཏང་གི་རེད་སྲིད་དེ་འབའ་ཚང་ཚང་ཨ་རིའི་ར་ནུབ་ཕྱོགས་སྤྱི་ཚོགས་ཀྱི་ད་སྒུག་བསྡད་ན་འགྲིག་གི་རེད་ད་ཞི་ཅིན་ཕིང་གི་རྔ་མ་གཡུག་ནས་ཀྱིས་ཨ་ནི་ང་ཚོ་གི་སྒོ་བརྡུང་ཡོང་གི་རེད་སྲིད

སོ་སོ་གི་ལས་ཀ་བྱེད་རྒྱུ་དེ་ནོར་འཁྲིད་ཁས་ལེན་བྱེད་དགོས་ཡག་གི་རིན་པ་སླེབས་ཚར་ད། ང་རང་ཚོ་གི་དབུ་མའི་ལམ་ནང་བཞིན་ཆགས་ཚར། ཡིན་ན་ཞི་ཅིན་ཕིན་འདྲ་འདི་ཚོ་ལ་རང་སྐྱོན་ངེས་ལེན་བྱེད་ཡག་གི་ནུས་པ་ཡོད་རེད་ན་ཡོད་མ་རེད། གལ་སྲིད་རང་སྐྱོན་ངེས་ལེན་བྱེད་པ་གི་མཇུག་འབྲས་ག་རེ་རེད་ན། སོ་སོ་གི་སྐྱོན་ངེས་ལེན་བྱེད་པ་དང་སོ་སོ་གི་རྐུབ་ཀྱག་ནི་ལས་ཤོར་འགྲོ་ཡོད་ད་དུས་མཉམ་རེད། དེ་ཡིན་པ་སོང་ཙང་འདི་ཚོ་གི་རྐུབ་ཀྱག་བརྒྱ་ཆ་བརྒྱ་ལས་བཏང་གི་མ་རེད། ར་ཤི་ཡ་གི་ད་ཕུ་ཅིན་ན་ཆགས་ཆགས་ན་དམག་མངོན་གསལ་དོད་པོ་གི་ཤོར་སོང་ན་ད་ད་ད་ཁོ་མཐའ་མཇུག་གི་འཕག་འཚག་རྒྱབ་ཡ་དེ་ཁྱེད་དི་ཁྲིན་ཚོ་འཆའ་ལོས་ཀི་ཡིན་སྲིད།

མིག་གི་སྤྱིར་བཏང་གི་ང་ཚོ་གི common sense མིག་གི་རྒྱན་ཤེལ་ལས་བརྒལ་བའི་འདི་ཚོ་ཁྲིད་ཀྱི་བསམ་བློ་ཅིག་བཏང་དགོས་དང། དེ་ཡིན་པ་སོང་ཙང་ཞི་ཅིན་ཕིན་ད་ནི་ཁོ་རང་གི་སྲིད་སྤྱི་ཆ་ཚང་ལམ་འགྲོ་མ་བགྱིག་པ་ཧ་གོ་ནས་ཅིག་རྒྱ་ནག་ར་ད་ཅིག་དེའི་གི་ཁེ་ཕན་གི་ཆེད་དུ་ད་ཁིས་ཁོ་འགྱིར་བ་བཏང་གི་རེད་ན་དེ་ང་ཚོ་རེ་བ་ཡག་ཤོག་ནས་རྒྱབ་ཡ་ང་དྲག་བསམ་གི་འདུག་ཡིན་ན་ད་ངས་ད་འདི་བཤད་ཨ་རིའི་ནང་གི་རྒྱ་རྒ་མ་ར་དེ་ཚོ་ཁྲིད་གི་ཅིག་འཛམ་གླིང་གི་ཅིག་རྒྱ་ནག་ལ་དགའ་ནས་དེ་ཚོ་གི་ཞི་ཅིན་ཕིན་སླེབས་སོང་ན་ཨ་ནི་བཟང་ཤོག་གི་འབྲེལ་བ་རྒྱབ་སྟངས་ཅིག་འོར་བ་དེའི་འབྲེལ་བ་ཅིག་དེ་འབྲེལ་བཤད་ཅིག་དེ་རེད་བཤད། ད་ཡང་ཕྱོགས་གཅིག་ནས་ཞི་ཅིན་ཕིང་སླེབས་སོང་ན་ཡག་པོ་རེད། ཞི་ཅིན་ཕིང་སླེབས་སོང་པ་དེ་རྒྱ་ནག་གི་དཀའ་ངལ་ཆགས་འདུག་རེད་རྒྱ་ནག་ལ་དཀའ་ངལ་ཆགས་པ་ཡིན་ན་རང་དབང་དང་མང་གཙོ་གི་རྒྱལ་ཁ་རེད་རྒྱ་ནག་གི་ཕམ་ཁ་རེད། ཞི་ཅིན་ཕིང་ནང་བཞིན་གྱི་སྲིད་དབང་སྒེར་གཅོད་པ་འདི་ཚོ་མའོ་ཙེ་ཏུང་གི་འགྲོ་སྟངས་བྱས་ནས་མུ་མཐུད་དུ་མ་ར་འགྲོ་བ་ཡིན་ན་དེ་རྒྱ་ནག་གི་དཀའ་ངལ་རེད་རྒྱ་ནག་གི་ཉམས་རྒུད་རེད། དེ་ཡིན་པ་སོང་ཙང་ད་འདས་གི་རྒྱ་ནག་གི་དམར་ཤོག་ཚོགས་པ་རུ་འདས་གི་དབང་ཆ་འདི་རྩ་མེད་འགྲོ་གི་རེད་དེ་ཡིན་པ་སོང་ཙང་ཞི་ཅིན་ཕིང་མུ་མཐུད་དུ་ཐོབ་ཅིག། ཁོ་རང་འགྲོ་ཅིག་ར་ཨ་ནི་ཁོ་རང་ཐོབ་པ་དེ་གི། ནུབ་ཕྱོགས་ད་རང་དབང་དང་མང་གཙོ་གི་སྤྱི་ཚོགས་འདི་ཁྱོན་ཡོངས་ནས་འཐོབ་བསམ་གི་རེད་རྒྱ་མི་རིགས་རང་འཐོབ་བསམ་གི་རེད་དེ་གི་ད་ཨ་ནི་འདི་ཞི་ཅིན་ཕིན་སླེབས་པ་དེ་རྒྱ་ནག་གི་དཀའ་ངལ་རེད་ཨ་རི་ར་འདི་བཟོ་གི་ཁེ་ཕན་རེད་དེ་འབའ་ཚང་ཚང་ཞི་ཅིན་ཕིན་སླེབས་ན་ཡག་པོ་རེད་ཅེས་བཤད་ནུས་ཅིག་འདུག་དེ་བཤད་གི་འདུག་དེ་གི་བརྒྱུད་ལུམ་དེ་ད་ངས་དེ་བརྒྱུད་ལུམ་ར་དེ་ཚོ་སུ་སུས་བཤད་གི་ཡོད་མེད་དེ་ཚོ་སྐད་ཆ་རང་འདྲ་ག་རེད་ཡིན་ན་ད་སྐད་ཆ་དེའི་རིགས་དེ་ང་ར་མི་མཐུན་ཅིག་ཡོད།

ཨ་ནི་ཧ་ཅི་ཀོ་རེད་དེ་འབའ་སོང་ཙང་ཞི་ཅིན་ཕིན་ཕ་སྐྱེ་ར་སླེབས་ངེས་ཅི་འདྲ་བོ་ཆགས་འདུག་ཡིན་ན་སླེབས་དགོས་ཡ་དེ་གལ་ཆེན་པོ་སླེབས་སོང་ན། ད་ཁོ་རང་གི་ཅིག་སི་སྐྱིད་ར་དེ་ཟུག་གི་འཛམ་བུ་གླང་ལ་དབང་སྒྱུར་བྱེད་གི་ན་ཁོ་ཧམ་པ་དེ་ཡོད་ན་རེད། ཨ་ནི་ཁི་ལས་ཀ་དེ་བྱེད་ཐུབ་མིན་ད་ནི་ཚེ་ལོ་བ་རེད་ཤིན་ཤང་ལིའི་བུ་ཚུགས་རེ་རྒྱག་གི་བྱས་ན་སེ་མ་ང་ནི་ཤར་གི་ཡོད་ན་རེད་ཨ་ནི་དེ་ལས་ཀ་དེ་འགྲུབ་མིན་ད་ཁག་པོ་ཞིག་ཡོད་ཆགས་འདུག་ད་དེ་རེད། དེ་ནི་ད་ར་ཤི་ཡ་གི་གནའ་དོན་དེར་ད་རུ་བ། ཞི་ཅིན་ཕིང་གིས་དེའི་ཚད་ད་ཚད་འདི་འོ་དེ་འདྲས་ཅིག་ཅེས་ནི་ར་ཤི་ཡ་གི་གནའ་དོན་དེའི་ཐོག་ནས་བཤད་ན། ད་ཕུའུ་ཅིང་གི་དམག་ཤོར་པ་དང་ཕུའུ་ཅིང་གི་ཆེ་མཐོང་ཤོར་བ་སྲིད་དབང་ཤོར་བ་ཚེ་སྲོག་ཤོར་བ་རྒྱུ་ནོར་ཤོར་བ་དམག་འདི་དང་མཉམ་པོ། ཕུའུ་ཅིང་གི་ཁོ་རང་གི་ཁར་གྱི་དབང་ཐང་ཆེ་མཐོང་ཆ་ཚང་དམག་འདི་ཅན་པོ་རྒྱལ་འཛུགས་ཚར་ཕུའུ་ཅིང་གི་ཆ་ཚང་ཤོར་འགྲོ། ད་ཞོར་ཚར་གནས་རྗེས་ལ། ང་ཟུག་གི་བུ་ཁྱོ་ག་ཅིག་ཡིན་ན། རྒྱལ་ཕམ་བཙོ་ས་གི་ཡི་ས་ཅིག་ལ་ཞིག་ཕམ་ཁ་ཕམ་སོང་ན་ཕམ་ཁ་དེ་ངོས་ངོས་ནས་ཚིག་གི་ཐོག་ནས་དེ་ཁས་ལེན་བྱེད་ཡ། ཁྱད་པར་དུ་རྒྱལ་ཁབ་རམ་མི་རིགས་ཀྱི་ཆེད་དུ། རྒྱལ་ཁབ་རམ་མི་རིགས་ཀྱི་ཆེད་དུ

ཨན་ཏི་སིང་ད་སོ་སོ་ཤོར་མི་ཉན་པ་དེ་ར་ང་དོན་གཅིག་ཆགས་སྐོར་ད། དེང་པ་ཚང་ད་ཕུ་ཅིན་ལ་ད་ད་རིས་དམག་འཁྲུག་འདིའི་ཐོག་ནས་ཕུ་ཅིན་གི་རྒྱལ་ཁ་ཅིག་མ་ལོན་པ་ཡིན་ན་ཕུ་ཅིན་གི་ནི་སྣང་བརྙན་ད་བལ་ད་འཛམ་གླིང་ནས་ཤོར་ར་མ་ཟད་ར་ཤི་ཡའི་མི་མང་གི་ནང་ནས་ད་ཁྱོད་ཡོང་ནས་ཤོར་འགྲོ་དགོས། ཕུ་ཅིན་ད་སོ་སོ་གི་ནི་ས་ཐོག་ལ་ད་གང་པ་ཚུགས་ཡ་ཁག་པོ་ཆགས་འདོར་ད་ད་འདའི་སྐབས་ལ་དྲག་པོ་གི་སྟོབས་ཤུགས་གཅིག་པོར་མ་གཏོགས་ད་མི་སེམས་ཆ་ཚང་ཤོར་ཚ་རེད། ད་ས་བོ་གཅིག་ག་རེ་ན་བུ་ཆེན་གི་ཁར་ཚང་ཁྲི་མ་གསུམ་ཅིག་ན་གཅིག་ཁོ་དགོ་གི་ཡོད་ཚེ་ད་ལྟ་མང་བྱིའུ་ཤི་ཤི་ཚར་ད་ཡང་སྐྱེར་མ་མང་མུ་མཐུད་དུ་བརྒྱབ་དགོ་གི་འདུག་ལབ་ནི་གང་ལ་ར་ཤི་ཡ་གི་ན་གཞོན་ཕོ་སེར་མོ་སེར་མང་པོ་ཅིག་ད་ཡིད་ལུང་གཞན་པ་ཚོ་བྲོས་འགྲོ་ཡ་གི་འགོ་བཙུགས་ནི་ད་ར་ཤི་ཡ་གི་ཨར་མ་ལྟེ་ན་ཅི་ནི་ཅི་དམག་ནང་ལ་འགྲོ་ནི་ཕ་འགྲོ་ནི་མེད་པ་གང་ཞིག་ལ་དམག་མི་འགྲོ་ནི་ས་མཚམས་སྲུང་དགོ་ཡ་གི་རིམ་པ་དེ་སླེབས་འདུག་ད་བྲོས་ནི་ཅི།

ན་དོན་གཅིག་རེད་གཉིས་ནི། ད་སྔོན་མ་ཡིན་ན་ཕུའུ་ཅིན་གི་འོག་ན་འབུར་ཚུགས་བྱེད་ས་ཡོད་མ་རེད་ཆ་ཚང་ཕུའུ་ཅིན་ལ་ཅིག་ཁ་གཏད་བཅད་ནས་གི་རྣམ་པ་འདྲ་བོ་ཡོད་ན་ལྐོག་གསོད་བྱེད་ཡ་དང་ད་དུག་སྤྲད་ཡ་དང་མགོ་ཞྭ་མོ་གཡོག་ནས་བཙོན་ཁང་ལ་བཅུག་ཡ་དང་འདྲ་མི་འདྲ་བཅོ་བརྒྱད་བྱས་ཚར་དང་སང་ཕུའུ་ཅིན་ལ་ངོ་རྒོལ་བྱས་ནས་ད་སྔོན་སུའི་དོ་པོ་ད་མང་རུ་མང་རུ་མང་རུ་འགྲོ་ནས་ཅིག་ར་ཤི་ཡ་ནང་ལ་ཆ་བྱས་ན་ར་ཤི་ཡ་གི་ས་ཁེ་ངར་སྡེ་ཁ་ཤས་ཟིག་གི་གྲོས་ཚོགས་གི་ནང་ནས

ད་ཅི་ག་རེ་བཤད་སྐོར་ད་ང་ཨུ་ཐུག་ཅིག་ཨེ་ན་ང་ཙི་ཙི་ནང་བཞིན་ངས་སོ་རྒྱབ་གིན་ཟེར་ཏེ་ད་སོ་རྒྱབ་སྟངས་དེ་ཁོས་ལག་པ་ལ་ནི་འཛམ་བུ་གླང་དུམ་བུ་ཁ་ཤས་བཟོ་ཡ་གི་འདི་འདི་གྲོན་ཚོང་བྱ་བ་ད་དེ་བེད་སྤྱོད་གཏང་གི་རེད་ཟེར་ཏེ་བཤད་སྐོར་དེ་འབའ་སོང་ད་རྒྱལ་སྤྱི་གི་སྤྱི་ཚོགས་ཀྱི་ཐོག་ནས་བཤད་ན་ད་ཕུའུ་ཅིང་གི་ཨ་ནི་འདི་གྲོན་ཚོང་བྱ་བེད་སྤྱོད་གཏང་གི་རེད་ཟེར་ཡ་ཅི་བར་བ་དེའི་ཐོག་ལ་མི་མང་ཆེ་བ་ལ་དེ་ད་ད་འདའི་སྐབས་ལ་གཅིག་གྱུར་གི་ལྟ་ཚུལ་ཅིག་ཡོང་གི་འདུག་ད་ཡག་པོ་འདུག་དཀར་ནག་ཕུ་ཆེན་འདི་ཚོ་ལ་སྤྱིར་བཏང་གི་མིའི་གི་བསམ་བློ་དང་པོ་ཡིན་ན་འདི་འཕྲིན་མཚོན་ཆ་དེ་བེད་སྤྱོད་གཏང་ཉན་གི་མ་རེད་ཡིན་ན་རེ་འདི་ཚོ་ལ་ཞི་ཅིན་ཕིན་དང་ཕུ་ཆེན་འདྲ་འདི་ཚོ་ལ་ང་ཚོ་མི་གི་བསམ་སྤྱོད་ལས་རྒལ་སྐྱོ་གི་བསམ་བློ་གཅིག་གཏང་དགོས་གོ་ད་འདི་གཏང་ཡག་གི་རྒྱལ་སྤྱི་ཆེན་ཚོ་གོ་འགོ་ཅིག་བཙུག་ཡོད་རེད་དེ་ཡིན་པ་སོང་ཙང་ཕུ་ཆེན་གི་ལས་ཀ་འདི་ཚོ་ལ་གང་ལ་གང་འཚམས་ཚད་འཛིན་ཅིག་བྱེད་ཐུབ་གི་རེད་བསམ་གི་འདུག་རེ་བ་དེ་ངན་སྤྱོད་འདི་ཚོ་ལ་ད་ཨ་རིའི་ནང་ལ་ཆ་བཤར་ན་ད་ཕུའུ་ཅིང་གིས་གལ་སྲིད་རྡུལ་ཕྲན་མཚོན་ཆ་བེད་སྤྱོད་བཏང་པ་ཡིན་ན་དེའི་ཐོག་ལ་ཞབས་ཞུ་བེད་སྟངས་ཀྱི་རྒོལ་རྡུང་བཏང་སྟངས་ཀྱི་རྣམ་པ་ཁ་ཤས་ཟིག་གི་ཐོག་ལ་ནས་དབྱེ་ཞིབ་ད་ཉམས་ཞིབ་པ་དེ་འདྲས་སྐད་བཏང་ནས་ད་དབྱེ་ཞིབ་བྱས་དང་བྱེད་བཞིན་པ་རེད་ཞིབ་འཇུག་བྱས་དང་བྱེད་བཞིན་པ་རེད། དེའི་ནང་གི་ཕྱོགས་གཅིག་གི་ག་རེ་བྱེད་དགོས་ན་ཨོ་ས་མ་བྷི་ལ་དེན་དང་ས་ཏུམ་བྷུ་སེན་ཡིན་ས་སེ་བྱས་ནས་བྱས། ཨ་རིའི་འགྲོ་ནས་བྱས་པ་དང་ར་ཤི་ཡ་གི་མོ་སི་ཀོ་རྒྱལ་ས་ཁོ་རང་གི་ཐོག་ནས་ཕུའུ་ཅིང་གི་ད་ག་རེ་ཟེར་ལས་ཤག་གི་ཐོག་ལ་ཕར་རྒོལ་བྱས་ནས་བྱས།

དོན་ཞུ་སྒོ་དེ་ཚོ་བེད་སྤྱོད་བཏང་ཡས་དང་དེ་ཚོ་ཡིན་ཡིན་པ་གྱིས་ད་དེའི་ནང་གི་འུ་ཐུག་ན། ཡིན་ན་ད་ལས་ཀ་དེ་ཚོ་ལམ་འགྲོ་རྒྱུག་གི་ཡོད་མེད་དང་ནུས་བ་དེ་ལྕོགས་མིན་ལ་མ་ལྟོས་བའི་ཆེད་ནས། མགོ་ཚེ་ཡ་ཅིག་ལ་རྒྱལ་སྤྱི་གི་ཐོག་ནས་རྡི་ཁྲི་མཚོན་ཆ་གི་དམག་འཁྲུག་ཕུ་ཅིན་འདྲ་འདི་ཚོ་གི་རྒྱབ་ཐག་གཅོད་རྒྱབ་གི་རེད་ཟེ་མི་འདི་ཚོ་ལག་པ་ལ་རྡི་ཁྲི་མཚོན་ཆ་ཡོད་པ་དེ་ད་རྒྱབ་ས་རེད་ཟེ་དེ་ངོ་མ་གི་འདི་འདི་གི་རེད་དེ་ལབ་གི་འདུག་བ་རྒྱ་མི་ནི་གི་ཅང་སི་ལར་ནི། ཟུར་བ་དེ་མེ་ཁར་གི་དེ་དེ་ལབ་གི་འདུག་ད་ནང་བཞིན་གི་ད་མང་ཆེ་བ་ཟིག་གི་རྒྱལ་སྤྱིའི་གི་ཐོག་ནས་ཆབ་སྲིད་ལ་དབྱེ་ཞིབ་བྱས་ནས་སྲིད་དབང་སྒེར་སྤྱོད་པ་འདི་ཚོ་གི་གཤིས་ཀ་ལ་བསྒྱིས་ཡོད་ནས་མང་ཆེ་བ་ཟིག་གི་ཨོ་ད་ཕུའུ་ཅིན་ཕམ་ན་ཕམ་ས་རེད་ཟེར་ན་ཕུའུ་ཅིན་ཕམ་པ་འདི་མིའི་རིགས་ལ་དེ་བས་ཀྱང་ཞེད་སྣང་ཅིག། ང་ཚོ་ད་ལྟ་ཅིག་ད་ལྟ་ཅིག་དགའ་བདེ་བ་དེ་ག་རེ་རེད་ཟེར་ན་བཙན་འཛུལ་པ་ཚོ་ཕམ་ནས་ཨ་ནི་ཨུ་རུ་སུ་གི་ས་ཡུ་ཀེ་རེན་གི་ས་ཐོག་ན་ར་ཤི་ཡའི་དམག་གི་ཕར་ད་ཤོར་ནས་འཐེན་འགྲོ་གི་ཡོད་པ་དེ་ང་ཚོ་དགའ་འོས་བ་ཅིག་རེད། ཡིན་ན་འདི་ལ་འདི་ལས་ལྷག་བ་གི་ད་མཇུག་འབྲས་ཅིག་ཞེད་སྣང་ཅིག་ད་ལྟ་འདིའི་རྗེས་ན་ཡོད་རེད་ད་ག་རེ་ན་ར་ཤི་ཡ་གི་དེ་ཤོག་སྦག་དེ་ཚོ་ཨ་ནི་མེ་ཤིང་འཕུར་མདའ་དེ་ཚོ་ར་ཤི་ཡ་གི་སྦར་ཡ་གི་ཉེན་ཁ་ཡོད་རེད་ད་ལྟ་བཤད་ཀི་ཡོད་རེད། དེ་ཡིན་པར་གསུངས་སོང། ད་དེ་ལ་ད་རྒྱལ་སྤྱི་གི་ཐོག་ནས་ད་ང་ཚོ་གི་ཐོག་ནས་ང་རང་ཚོ་ལ་གྲ་སྒྲིག་བྱེད་ཡ་ཞིག་མེད་པ་ཡིན་ན་རེ་རྒྱལ་སྤྱི་གི་ད་དམག་དོན་དབྱེ་ཞིབ་པ་ཆབ་སྲིད་དབྱེ་ཞིབ་པ་མང་ཆེ་བ་གི་ཨོ་ར་ཤི་ཡ་གི་ད་དེ་བྱེད་ས་རེད་ཕུ་ཅིན་འདྲ་འདི་ཚོ་གི་ད་བྱེད་གི་རེད་ད་ཟེར་ཡ་ཞིག་རེད་བ། དེ་འདྲའི་གི་ངེས་ཟིན་ཅིག་ཧ་ལམ་གཅིག་གྱུར་བྱུང་གི་འདུག་འདི་ཡག་ག་ཅིག་རེད་བསམ་གི་འདུག་དེ་འདྲའི་འདྲ་བོ་ཅིག་ཡིན་ད་དེ་རང་གི་ལབ་བཤད་ལོང་བཤད་གི་ནང་གི་ད་གང་ལྟར་བརྗོད་གཞི། ད་ཁ་བཀྲམ་ནས་ཟིན་ན་རེད་ཅིག་མང་པོ་འདྲ་བོ་ཅིག་ཆགས་སོང་ད་ཡིན་ན་རེད་ད་ཉི་མ་མང་པོ་ཅིག་ག་བསགས་ཏེ་ཡིན་ན་འདི་ཡང་དང་བསྐྱར་དེ་བཤད་དེ་གི་དེ་འདྲའི་ཡང་དེའི་ཚུལ་སྐྲག་གི་མི་འདུག་དེ་འབའ་སོང་སོང་ད་དེ་རང་ཚད་དེ་བཞག་གི་ཡིན། ཨོ་དེ་འདྲ་དེ་འདྲའི་འདྲ་བོ་ཅིག་ཅིག་ཨ་ནི་གསན་གཟིགས་གནང་མཁན་ཆ་ཚང་ལ་བསྐྱར་དུ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཡོད་ཨོ་ཐུགས་རྗེ་ཆེ།